ཐོག་མར་གོ་ཚེ་སྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་པ་ཆེན་པོའི་ཐོག་ནས་གུས་ཕྱག་སྔོན་དུ་བཏང་སྟེ་ཨ་ནི། ཆོལ་གསུམ་གཞིས་བྱེས་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་མང་པོ་ཞུ་གི་ཡོད། ཉེ་བའི་ཆར་སྤྱི་ཟླ་བཅུ་བའི་ཚེས་པ་བདུན་ཉིན་འགའ་ཨ་ནི་བོད་མིའི་སྒྲིག་འཛུགས།

ཞོ་བཞི་གལ་ཆེན་པོ་རེད། ང་ཚོ་བོད་པ་ཚང་མས་ཀྱི་རྒན་མཁས་བཅས་འོས་བསྡུ་ནང་ལ་ཆ་ཤས་ལེན་ཡ་དེ་གནད་འགག་ཞོ་བཞི་རེད་ལ་སོ་སོའི་ཀྱི་འདོད་མོས་ཡོད་པའི་ཀྱི་སྲིད་སྐྱོང་དང་སྤྱི་འཐུས་ཆོལ་ཁ་ད་ཆོས་རྒྱུད་ག་རེའི་ཐོག་ནས་ཡིན་པ་ཡིན་ན་ཡང་སྤྱི་འཐུས་ཀྱི་ཡོ་ཤོ་གླུ་སྐད་འདི་ཚོ་ཞོ་བཞི་གལ་ཆེན་པོ་རེད་བསམ་གྱི་ཡོད། དེ་དང་ད་ད་ལན་ངས་རེད་ད་ཡུ་རོབ་ཀྱི་སྤྱི་མཐུས་སྐབས་གསུམ་བྱས་པ་རེད། གཙོ་བོ་གཙོ་བོ་དེ་ཡུ་རོབ་ནང་ལ་ཡོད་པའི་གི་བོད་རིགས་མི་མང་ཚོས་ཀྱིས་ང་ལ་རེ་བ་དང་ཡིད་ཆེས་གནང་རྗེས་ཨ་ནི་རྒྱབ་སྐྱོར་གནང་རྗེས་ག་ད་སྐབས་ད་ཉིས་སྟོང་བཅུ་གཅིག་ཉིས་སྟོང་བཅུ་དྲུག་ཉིས་སྟོང་ཉི་ཤུ་རྩ་གཅིག་བཅས་ཀྱི་སྐབས་གསུམ་སོ་སོ་ངོས་གནས་གཅིག་གི་ཡུ་རོབ་བོད་རིགས་མི་མང་གི་སྤྱི་འཐུས་གདུག་བྱས་བཅས་གཡོ་འདེམས་བསྡུ་གནང་བ་རེད་རྒྱབ་སྐྱོར་གནང་བ་རེད་ཚང་མ་བློ་ལ་ཐུགས་རྗེ་ཆེ་ཞུ་ཨེ་ཡིན་རེད་བ། ད་དེ་སྐབས་གསུམ་ལོ་བཅོ་ལྔའི་ནང་ལོགས་ལ་སོ་སོ་ངོས་གནས་ཧུ་དག་པ་དག་ངོས་གནས་ལྷག་བསམ་རྣམ་དག་གི་ཐོག་ནས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང། བུད་མེད་སྒྲིག་འཛུགས་ཀྱི་ལངས་ཕྱོགས་བརྟན་པོ་བཟུང་རྗེས་སོ་སོའི་ངོས་ནས་ད་ལྟ་ལས་ཀ་བྱེད་པ་ཡིན་བསམ་གྱི་ཡོད། དེ་ཡིན་དུས་སོ་སོའི་ངོས་ནས་དངོས་གནས་གཅིག་གིས་ད་ཞབས་འདྲེན་ཞུ་བཞག་པ་དང་མགོ་ལོག་རྫི་བཞག་པ་དེ་འདྲ་མེད་བསམ་གྱི་ཡོད། སོ་སོའི་ངོས་ནས་ད་གང་ཐུབ་ཅི་ཐུབ་བྱས་པ་ཡིན། ད་ད་ལན་རེད་ད། སྐབས་བཅོ་བརྒྱད་པ་གི་དེ་ལ་སོ་སོ་ཅིག་ཡུལ་དུས་ནང་ལ་ཆ་བཞིན་གླེང་གི་མེད་ལ་ང་ཚོ་ཡུལ་མིན་ལང་གི་མེད་ཟེར་ཏེ་དེ་གསལ་པོ་ཅིག་ཞུ་ཡ་གི་འདོད་པ་བྱུང། རེད་བ། ད། སྐབས་གསུམ་བྱས་རྗེས་སོ་སོ་གང།

ཡིན་ན་ཡང་ད་ལྟའི་ཆ་ལ་ཡང་མི་ཁ་ཤས་ཁ་ཤས་ཀྱིས་ཨ་ནི་སྐུ་ཞོགས་ལངས་ཀྱི་ཡོད་པས་བཞང་གི་ཡོད་པས་ཟེར་བཅས་དྲི་བ་བཏང་ཡོང་མཁན་དེ་འདུག་ཁ་ཤས་ཡང་གོ་གི་ཡོད་སྲིད་མ་རེད། དེ་ཡིན་དུས་ད་ལན་ད་ལན་དེ་དྲ་ལམ་འདི་གི་ཁྱོན་ནས་ཨ་ནི་སྐབས་བཅོ་བརྒྱད་པའི་དཔྱིད་དུས་ལ་སོ་སོ་ཡུ་རོབ་ནས་ཨ་ནི་ཡུལ་མི་ལངས་ཀྱི་མེད་ཟེར་བཅས་དུས་བྱས་ཡིན་དེ་ཡིན་དུས་འདི་གསལ་བསྒྲགས་ཞུ་ཡ་ཅི་དང་ཨ་ནི་ད་སུ་དང་སུ་ཡིན་པ་ཡིན་ན་ཡང་བཞང་མཁན་མང་པོ་ཡོད་རྒྱུ་རེད།

དགྲ་དགའ་གཉེན་སྡུག་མ་ཡོང་ཨེ་དེ་ང་ཚོ་ཚང་མས་ཀྱི་ད་སྲིད་སྐྱོང་དང་ཨ་ནི་སྤྱི་འཐུས་ཀྱི་ཡུལ་དུས་ཆེན་མོ་དེ་ལ་ཆ་ཤས་ཡག་པོ་ཅིག་བྱེད་བྱེད་རོགས་གནང་ཞེས་བཅས་འདི་འབུལ་སྐུལ་ཞུ་རྒྱུ་ཡིན། ཚང་མ་ལོ་ཐུགས་རྗེ་ཆེ། ཚང་མ་ཐུགས་ཅག་གནང་གོ།